འོ་དེ་ནས་ད་ཁ་སང་གི་ད་གནས་གི་སྐོར་དེ་ཡ་ནམ་པ་ནས་འདང་གི་ལ་ད་ཡ་ཤུ་གི་ཡོད་རེད་དེ་ནས་འོ་དེ་ནས་མོ་དེ་ནས་ནས་འཕྲོ་དེ་བག་ཆང་གི་ཡིན་ཤུ་ཡ་ཡིན། ཨ་ད་ཇི་དེ་དེ་ནས་ད་ནི་པ་ལི་གི་ནས་ཀ་ཏི་མན་གྲོ་གི་ལུང་ཤོང་དུ་བ་ལ་པ་ཤུ་པ་ཏི་སི་ཡ་ནས་ལྷ་ཁང་ཞིག་ཡོད་རེད་ད་པ་ཤུ་པ་ཏི་ད་ཧིན་དུ་གི་ད་གནས་རྩ་ཆེན་པོ་དཔེ་མི་སྲིད་པའི་རྩ་ཆེན་པོ་དེ་འདྲས། རྩིས་ཀྱི་རེད། ངོ་བོ་ཁོ་རང་ཚོ་གིས་ད་ད་ཡོད་ན་མིན་ལ་ནི་པ་ལི་ན་དང་ཨིན་རྡུ་གི་ནི་ཅི་སྐད་གྲགས་ཆེ་བཤད་དུ་ཡོད་ན་མིན་ལ་པར་སུ་པ་དེ་རེད་ད་པར་སུ་པ་དེ་འདོད་རྒྱ་ཆེན་པོ་ཡང་ཡོད་རེད། འོ་ཏུ་སི་རེད་ཤག་ད་དེ་ཅི་དེ་ཡ་ནི་པར་སུ་པ་དེ་གི་ནི་ད་ལྷ་ཁང་དེ་གི་ཡ་སྒང་ལ་སོང་པ་ཡིན་ན་སྒང་སི་ན་མ་རེད་ད་དེ་གི། ད་ཁྱོད་ཀྱི་རྒྱུད་ལམ་འདི་ནས་ཆུ་འགྲམ་འདི་ནས་ཡར་བལྟས་ཚེ་སོང་གི་ན། བལྟས་ན་ནི་ལྷ་ཁང་ཆུང་ཆུང་གཉིས་འདུག། ད་དེ་གི་ས་ཆ་དེ་ལ་སྐུ་ལང་ཟེར་གྱི་རེད་སྐུ་ལང། ད་ང་ཚོ་ཨ་མདོ་ན་ལུ་སྐུ་ལང་ལེན་ན་སྐུ་ལང་ལེན་ཟེར་གྱི་ཡོད། དེའི་ནང་བཞིན་གྱི་ལུ་ཚིག་གི་ནང་ན་སྐུ་ལང་ཟེར་གྱི་ཡོད་དེ་གི་ས་ཆ་དེ་བ་འདུག། འོ་དེ་འདྲ་བོ་རེད་ཅེས་ཡོད་རེད་སྐུ་ལང་ཟེར་གྱི་རེད། ནི། ད་ལྟའི་པཱ་སུ་པཱ་ཏི་ཡོད་ས་གི་ས་ཆ་དང་ད་ལྟ་ངས་ནི་ཤོད་བཞིན་པའི་ནི། ན་རོ་བ་དང་འདི་ནི་ཏེ་རོ་པཱ། ཞུ་ནི་ཡིན་ཟེར་གི་ས་ཆ་དེ་ཆ་ཚང་ལ་ནི་ཀུ་ལང་ཟེར་གི་འདུག་འདི་ཅི་སྟེ་ནི་དེ་ལ་ན་རོ་བ་གི་འདི་ནི་ནི་ཡིན་ཟེར་གཅིག་དང། ནི་ཏེ་ལོ་བ་གི་ནི་ཡིན་ཟེར་དེ་འདྲའི་གི་ནི་བྲག་ཕུག་གཉིས་འདུག་བྲག་ཕུག་དེའི་སྒང་ལ་ནི་བོད་ཡིག་བྲིས་ནི། ན་ལོ་དང་འདི་ནི་ཏེ་རོ་གཉིས་ཀྱི་སྒྲུབ་ནི་ཡིན་ཟེར་དེ་འདྲའི་བྲིས་བཞག་འདུག་བོད་ཡིག་གི་བྲིས་ནི་བྲག་ཕུག་དེ་གཉིས་ཀ་ཟེར།

དེ་ལུག་དང་ན་ལུག་དེ་ལ་ཕལ་པ་རེད་ཟེར་དེ་འདྲའི་གོས་དག་ཞེ་ཟེར་དེ། ཉོག་ཉོག་རེད་ཟེར་ནི་རྫུན་མ་རེད་ཟེར་ད་མང་བྱས་པ་ནི་རྫུན་མ་རེད་ཟེར། འོ་དེ་འདྲས་ཅིག་ཟེར་དེ་གི་འདུག་ད་ལྟ་ངེད་འཛིན་དེ་སུ་གི་བགྱི་བ་ཡིན་ན་དེ་ཡག་པོ་ཅིག་ཧ་གོ་ཡ་མི་འདུག་ད་དེང་སང། འོ་དེ་འདྲས་རེད་འདུག་ད་དེ་ཡན་ཤོར་གི་སྐད་ཆ་ཅིག་ཡིན་ད་ནི་ད་པཱ་སུ་པཱ་ཏི་ཡས་རེད། ད་ཀུ་ལང་གི་ས་ཆ་ན་ཡོད་པའི་ནི་པཱ་སུ་པཱ་ཏི་ཟེར་དེ།

ད་ང་ཚོ་ཡུལ་ལུས་ཉེར་ཞིག་གི་ལ་དེ་ག་རེ་ཚོ་ག་རེ་ད་ངོ་མ་ཡིན་ན་དྲག་པོ་འཇིགས་བྱེད་དང་དེ་ནས་ལྷ་མོ་འོ་མ་གི་བསྟན་དང་ནི་བེ་མ་གི་ང་རང་ཚོ་ཕྱག་རྒྱ་དེ་འདྲ་གི་སྤྲུལ་ནས་ནི་བཞག་པ། ད་པ་ལ་ཧེ་རུ་ཀ་ནི་གཡས་གཡོན་འཁོར་དང་དེ་ནས་རྣམ་འདྲེན་མཐའ་ཡས་པ་དེ་ནས་འདུས་ནས་དེ་དག་ཚང་མ་དེ་ག་རེ་ཟེར་ན་དཔེ་ལ་ཧེ་རུ་ཀ་གཡས་གཡོན་ག་ནི་བསྟན་ལ་པ་སྦྱིན་གྱི་ལ་ག་རེ།

དེ་འདྲའི་གི་ནི་སྒྲོ་མང་པོ་ཡོད། བྱ་སྒྲོ་འདྲ་བོ་དེ་འདྲ་མང་པོ་ཡོད་ཅིང་དེ་འདྲའི་གི་ཅིག་འདུག་དེ་ཅི་སྟེ། དེ་འདྲའི་ངས་ཁ་ཤས་ལ་བཀའ་རྒྱས་དྲིས་ཏེ་ཁོ་རང་ཚོ་གི་དེ་ཧ་ལ་ཧ་ལ་བརྡུང་བྱ་བར་ཟེར། ཧ་ལ་ཧ་ལ་བརྡུང་བྱ་བ་ཟེར་དེ་རེད་ཟེར། འོ་དེ་འདྲའི་ཅིག་ཟེར་གི་འདུག་ད་དེ་ཅིག་ཁོང་སྟག་མོ་ཡིན་མིན་གང་ཞིག་ཁོང་ཚོ་དེ་འདྲ་ཟེར་གི་འདུག་དེ་ཅི་སྟེ་ད་གང་ལྟར་ད། ང་ཚོ་ཟེར་གི་ཡོད་དེ་ད་བག་སུ་བག་སྟེ་འདི་ནི།

གར་སོགས་ཀྱི་ནད་རྟགས་འདྲ་བོ་དེ་འདྲ་ཡོད་རེད་ད་བཤད་རྒྱུ་དེ་ནས་ཁ་ཤས་ཁ་ཤས་ཤིག་ཅིག་བཤད་མཁན་དེ་འདྲ་ཡང་ཡོད་རེད། ད་ནི་ནེ་པལ་གྱི་རྒྱལ་ས་དེ་ལ་ད་ཡུལ་ཡུལ་ཆེན་པོ་ཉེར་བཞི་ཡོད་རེད་ཡུལ་ཡུལ་ཆེན་པོ་ཉེར་བཞི་རྩ་བཞི།

ཐུགས་རྗེ་འདི་ལྟར་ཏེ་ངོ་མ་ཡིན་ན་ག་འདྲ་ཟེར་རེད་ཟེར་ན་ངོ་མ་ཡིན་ན་ད་གོ་ལང་གི་ནི་རིགས་ཅིག་ཡོད་རེད་ད་དེ་ལ་པཱ་སྤོ་ཏིག་ཡར་གང་ན་རིགས་ཅིག་ཡོད་རིགས་དེ་ལ་ནི་སངས་ཀྱི་གོ་ར་འཇིག་དང་དེ་ནི་གསེར་ཐུབ་འོད་སྲུང་དེ་ནི་དེ་ལོ་དང་དེ་ནི་ནཱ་རོ་དེ་ནི་སློབ་དཔོན་བི་མ་འབྱུང་ནི་འོ་དོ་ཚོ་མང་པོ་ཅིག་དེ་ནི་ས་ཆ་དེ་ནི་བཞུད་ནས་ནི་ས་ཆ་དེ་ནི་བྱིན་གྱིས་བརླབས་འོ་དེ་འདྲ་བྱས་པ་རེད། ད་ལྟ་སྤྱི་བའི་མི་ཚེ་གི་ལྷ་ཁང་སྟེང་གི་དཀོར་གཉེར་ཡིན་ན་ཡང་ང་རང་ཚོ་ག་ད་ནང་པ་འདྲ་བོ་ཤ་བོ་ལྟོགས་སེ་བྱེད་པ་རེད་ཟེར་ཡིན་ན་ཡང་ད་སྤྱི་མ་དེ་ལ་ནི་ཡིན་འདུག་གི་ཁོ་རང་ཚོ་འཕྲོག་པ་རེད། དེ་དེའི་འཕྲོག་པའི་ནི་ངོ་མ་ནང་པ་ཡིན་པ་དང་དེའི་སྤྱི་མ་ཡིན་འདུག་གི་འཕྲོག་པ་གི་དཀོར་དེ་ལ་ནི་ནི་པ་ལའི་ཁོ་རང་གི་དེ་ནི་ཀུ་ཤུ། ཀེ་སི་མའི་ཤིག་ཅཱ་ཟེར། ཀེ་སི་མའི་ཤག་ཅཱ་ག་ནས་དེབ་ཅིག་བྲིས་པ་དེའི་ནང་ལ་ནི་དག་རང། བྲིས་བཞག་ཡོད་པ་རེད་ཟེར་མགོ་མ་ཡང་ནས་ང་ཚོ་ནང་པ་ག་ནས་ཡིན། ཞེས་པོ་དེ་ལ་ཡིན་འདུག་གྲོགས་པ་རེད་ཟེར་ནས་ཁོ་རང་གི་ཀེ་སི་མའི་ནས་ནི་ཤག་ཅཱ་ག་དེབ་ཁོ་ན་ལ་དེ་འདྲ་བྲིས་འདུག་ཟེར། ད་རྒྱལ་པོ་ང་ཚོ་ལི་ཙཱ་བི། སྐབས་ལ་ནི་བལ་ཡུལ་གྱི་ད་ག་འདི་པོར། ནང་ཁུལ་ལ་ད་ག་རི་སོག་ག་རི། དེ་འདྲས་གི་དེ་ནི་ལྷ་ཁང་ཆེ་ཆུང་བཅུ་ཕྲག་ཁ་ཤས་ཅིག་ཡོད་རེད།

ནས་ཕྱིའི་རྒྱལ་ཁབ་དང་དེ་ནས་ནེ་པལ་ལ་དང་བོད་སྙན་གྲགས་ཅན་གྱི་དང་གཅིག་པུ་གཅིག་རེད། དེའི་བོད་དང་ནི་ནེ་པལ་གཉིས་ནེ་པལ་ལའི་གཉིས་ཀྱི་བར་རུ་དག་ལ་ཚོང་བརྒྱབ་པ་དང་ཁོང་ཚོ་ཚོང་བརྒྱབ་པའི་དང་ཚོང་པ་ཆེན་པོ་ཆགས་རེད། དེའི་བར་དུ་དེ་ནས་ལྷ་ཆེན་དབང་ཕྱུག་གི་དང་ལྷ་ཁང་དང་བ་སུ་པ་ཏིའི་གི་དག་གི་གར་སོགས་པ་རེ་སྐོ་ཉེ་དུ་སོགས་ཚང་མ་ནི་གནང་པ་ཡོད་རེད། དེ་ནི་པཱ་ལི་གི་རྒྱལ་རབས་ཀྱི་ནང་ལ་དེའི་དབང་ཡོང་པ་ནི་ད་གར་ཆོག་གི་རེད། གོར་ཁ་རྒྱལ་པོ་དེ་ནི་གོར་ཁ་རྒྱལ་པོ་ནི་དེ་ནི་ཡེག་ཤ་མ་ལ་གི་བུ་གསུམ་གི་དེ་ནི་དེའི་བ་རོ་དེ་ལ་ད་ཁོ་རང་ཚོ་ག་ལོ་ཚིགས་ན་སྤྱི་ལོ་ཆིག་སྟོང་བཞི་བརྒྱ་དང་ནི་ལོ་ཆིག་སྟོང་གར་ཆོག་གི་རེད་སྤྱི་ལོ་རེད་ད་སྤྱི་ལོ་ཆིག་སྟོང་བཞི་བརྒྱ་བརྒྱད་ཅུ་བརྒྱ་བརྒྱ་བཅུ་གི་ལོ་ཨ་ནི་ཡེག་ཤ་མ་ལ་གི་བུ་ཆེ་བ།

ཟེར། དེ་གས་ག་རེ་ཟེར་ཟེར་མ་ལ་གན་དྷིའི་བུ་འོ་དེས་གསུངས་པ་རེད་ཟེར། དེ་ནས་ཕྱི་ལོ་ཆིག་སྟོང་བཞི་བརྒྱ་དང་བརྒྱད་ཅུ་གྱ་བཞི་གི་ལོ་རན་ན་མ་ལ་ཟེར་དེ་གས་དེ་ནས་ཡེ་རང་རྒྱལ་ཡེ་རང་ཟེར་ན་བ་དྲན་རོ་བེ་དྲན་གི་རྒྱལ་ས་བ་དྲན་རྒྱལ་ས་དུ་ཚན་དོན་བྱས་ནས་ཁོ་རང་གི་ཚན་ཚོང་བྱས་པ་རེད་ཟེར། དེ་ནས་ཁོ་རང་གི་ད་ག་རེ་ཟེར་བ་རེད་དེ་ཟོང་ཚར་བའི་གཞིས་འགོ་དེ་ལ་ད་ནང་པ་སངས་རྒྱས་ཀྱི་དེ་ནས་ད་ཆུ་ལག་ཁང།

དེ་ནས་ད་བཱ་སུ་པ་ཏི་གི་ད་ནཱ་ག་ན་ཚོ་བྱེ་རི་བ་གི་འཛིན་བཟུང་བྱས་པ་ནས་བཟུང་ནས་ད་ཨོང་ཅི་གི་དེ་ནས་ད་གླིང་ག་ཅེས་པ་ར་གླིང་ག་དེ་ལ་དེ་ནས་མར་ཆུ་ལུགས་སུ་དེ་འདྲ་ཡིན་བྱུང་བ་རེད། ད་ད་ཚོ་ཚང་མ་ནི་ནེ་པཱ་ལི་གི་གཞུང་ངོས་ནས་ཀྱང་ཧིན་རྡུ་གི་ད་ནོར་ཚེ་གཙོ་བོ་ཡིན་པ་དེ་ནས་ཁྱབ་བསྒྲགས་བྱས་པ་རེད། དེ་ནས་ནེ་པཱལ་གྱི་ད་བྷ་བོན་ཟེར་གྱི་རེད་བྷ་བོན་ཟླ་བ་ག་ནང་ལ་དེ་ནི་མ་མ་སི་བ་ར་ཏི་ར་ཟེར་ཡ་ཆོས་སི་བ་ར་ཏི་ར་བ་དེ་དེ་ཕྱིན་ད་རྒྱ་ཆེན་པོ་ད་དེ་དང་ས་ང་ཚོ་ཤི་བ་ར་ཏི་ར་ཤི་བ་ར་ཏི་ར་ཟེར་གྱི་རེད་ཁོང་ཚོ། འོ་དེས་ད་ལོ་རྟག་པར་དེ་ལ་གནས་ཚུལ་གྱི་རེད་ད་དེ་ལ་ད་མ་ནག་པོ་དེང་གི་རེད་ད་ང་ར་དོང་གི་རེད་ད་ད་མ་ནག་པོ་དེང་གི་ད་དེ་ཞི་བ་ར་ཏི་རའི་སྐབས་ཐོག་ལ་ད་ཇི་ཐག་ཆད་རེད། ཁོ་རང་ཚོ་ད་མ་ནག་པོ་དེང་ཇི་རང་ར་ད་པོ་ལི་སི་ཀྱིས་བཀག་འགོག་བྱས་ཡ་དང་དེའི་སྐབས་ཐོག་ལ་ར་ད་མ་ནག་པོ་དེང་ད་ད་རྩ་དེང་ཡ་དང་ར་མ་ར་དེང་ད་འོ་དེ་ཚོ་བྱ་ང་ར་དོང་ད་དེ་ནི་པོ་ལི་སི་ཀས་གོ་ཅི་ལབ་ཆོག་གི་མ་རེད་ཞི་བ་ར་ཏི་རའི་སྐབས་ལ།

ད་དེའི་གོ་གནས་འོག་དེ་ཙམ་གྱིས་བྱས་ཆོག་དེ་ནས་དེའི་ཁྲིད་དེ་ལ་ཡང་ང་ཚོ་ཕོ་མོ་གི་ངར་ཆུ་ཟེར་གྱི་འདུག་ད་དེ་ངའི་དེབ་ཀྱི་ནང་ན་བྲིས་ང་དེ་འགྲོ་ཡས་སོང་སོང་ཡས་གོ་ཡི་སོ་རིས་ན་ཅི་ཟེར་ཟེར་གི་ར་གང་གོ་ཡི་སོ་རིས་འོ་དེ་གོ་ཡི་སོ་རིས་ཟེར་ད་ཁོང་ཚོ་ཡི་གེ་ལ་གོ་ཡི་སོ་རིས་བྲིས་བཞག་འདུག་ད་ང་ཚོ་དེ་ལ་ཕོ་མོ་གི་དེ་ནས་ངར་ཆུ།

སྒྲུབ་ཀྱི་སྒོ་ཁར་ནང་གི་རྡོ་ཁུ་ཅིག་ཤང་དང་རྣ་བ་ལ་ཨ་ལོང་ཆེན་པོ་དག་དེ་ཚང་མ་ཚང་མ་ཟེར་འོ་དེའི་རྡོ་སྐུ་དག་རང་གཅིག་འདུག། དེ་ལ་ནི་བུ་ཕག་མང་པོ་ཅིག། བུ་ཕག་ཧ་ལམ་ཉི་ཤུ་སུམ་ཅུ་ཟིག་ཡོད་ས་རེད། འོ་བདུད་རྩི་དེ་ནི་དེའི་ནང་ལ་ཧི་མ་ལ་ཡ་གི་ང་ཚོ་མི་རིགས་ཡིན་འདུག་བདུད་རྩི་དེ་ཁོ་རང་ཚོ་གི་དག་ཚོགས་འདྲ་གཅིག་བཏང་སྟེ་གི་འདུག། ང་ཡར་འགྲོ་སྟེ།

ད་དེ་གི་ལྷ་ཁང་དེ་ཚོ་གི་མདུན་དེ་ལ་ཅིག་པད་མ་འདྲ་བོ་དེ་འདྲ་ཡང་ཅིག་རི་མོ་འདྲ་བོ་དེ་འདྲ་ཡང་འདུག་ད་དེ་ཚོ་ད་དེ་དེ་ཚོ་ཞིག་ང་ཚོ་ནང་པ་གི་ཅིག་ལྷ་ཁང་གང་ཡིན་པ་ཚང་པ་གི་མདུན་དེ་ལ་ཅིག་པད་མ་དང་ཅིག་འཁོར་དང་དེ་འདྲ་བཞེངས་གི་འདུག་བ། འོ་དེ་ཅིག་དེ་ནས་པད་མ་ཅིག་འདུག།

དེ་ནས་ཡང་རྒྱ་གར་བོད་ཡིག་ཚང་མཚམས་སུ་བྱིན་གྱིས་བརླབས་ནས་བྱོན་པའི་ཚེ་དྲི་བསུང་སྤེལ་ངེས་བདེན་པའི་རིགས་ཕྱི་མོ་བྱང་ཆུབ་བདུད་རྩིའི་ཆུ་ཟེར་དེ་འདྲ་ཡང་བྱིན་འདུག་བ་དེ་ཇི་སྟེ་ནི། ད་ཁ་ཤས་ཀྱིས་ཡང་དང་བདག་གི་བོད་ཡིག་གི་དག་ང་ཚོ་བཀའ་ཁྲི་མ་འགྲོ་ནས་ཕར་སོང་ན་ཕྱི་སོར་གཞིས་ཀྱི་སླེབས་འགྲོ་གི་རེད། དེ་ནས་ཁ་ཤས་ཀྱིས་ཡང་དུ་ཉིན་རིམ་གཅིག་ཡོད་ཟེར་དེ་འདྲ་ཡིན་འདུག་ད་རྐང་པ་བཅད་འགྲོ་ན་ད་ཉིན་རིམ་གཅིག་ཡོད་ཟེར་རེད་མ་གཞི་ད་དེང་སང་དྲུག་བཅད་ཀྱི་ང་ཚོ་ད་ཅིག་གནང་ནས་འགྲོ་དུས་འབོག་པ་ཡིན་ན་འགྲིག་གི་རེད་མོ་དྲན་བཏང་ན་ད་ཕྱི་སོར་གཞིས། ལྷག་ཅིག་འགོར་གྱི་མི་འདུག་འོ་དེ་འདྲའི་ཅིག་ལྷོ་དང་ནུབ་ཀྱི་ཕྱོགས་ད་ག་དྲི་མ་འདྲི་བ་དེའི་ས་ཆ་དེ་ལ་འདུག། འོ་དེ་མ་རེད། ཡང་འདི་རྒྱ་གར་དང་ནི་བལ་ཡུལ་གྱི་ས་མཚམས་སེ་ཡོད་རེད་དེ། ག་དྲི་མ་འདྲི་བ་ད་ད་གི་ཆུ་མགོ་ཆུང་ཆུང་དེ་མ་རེད་སེམས་མཁན་དེ་འདྲ་ཡང་འདུག། ད་ཡིན་ན་ཡང་ད་ཤུགས་ཆེ་ཤེས་ག་ནི་དེ་ངེས་འཛིན་བྱེད་ཀྱི་འདུག་དེ་ནི་ནི་པ་ལི་ཁོ་རང་ཚོ་ཤུགས་ཡིན་ན་ད་དེ་ག་རེ་ཟེར་བ་རེད། དེ་ང་ཚོ་ནང་པ་གི་ད་ཅིག་ནི་ཡིན་སྲིད་དེ་འདྲའི་ཁོ་ཚོ་ངེས་འཛིན་ཅིག་ཡོད་རེད་ཁོ་རང་ཚོ་ཡིན་ན། ད་ལྟའི་བལ་ཡུལ་གྱི་ནི་མ་ཀན་པོར་ཟེར་ཡ་ཅིག་རེད་མ་ཀན་པོར་གྱི་རྫོང། འོ་དེ་གོང་ལ་ས་ཆ་དེ་གི་རྫོང་དེ་གི་མིང་ལ་མ་ཀན་པོར་རྫོང་ཟེར་གྱི་རེད། ད་དེ་ལ་ཅིག་ཞིག་ས་ཆ་དེ་ལ་རང་བཞིན་གྱི་སྐར་ཟེར་བ་རེད་ད་དཔལ་གྱི་དྲི་མ་ཞིམ་པོ་སྤོས་དང་དེ་འདྲས་གྱི་དེ་ནི་དྲི་མ་ཞིམ་པོ་བྲོ་ཡ་མེ་ཏོག་འདྲ་མིན་སྣ་ཚོགས་ཆར་བ། ད་རིའི་ཅིག་མ་འདྲ་བ་དེ་འདྲ་ཡིན་ཟེར་ཁོང་ཚོ་དེ་འདྲ་བཤད་ཀྱི་ཡོད་རེད་ད་རིའི་ཨེ་མ་འདྲ་བ་ཉུང་ཆེ་བ་འདྲ་ཅིག་འདུག་ངོ་མ་ཡིན་ན་ད་གུ་རུ་རིན་པོ་ཆེ་གྱི་ནི་དེ་ལ་ཕེབས་ནས་ནི་བཀྲག་དེ་ལ་ད་ཕོར་བ་དེ་བཙུགས་པ་རེད་འདུག་ཕ། ཕོར་བ་ཅིག་བཙུགས་དེ་ནི་ད་མ་ཤེས་དེ་ལ་ཅིག་ཆུ་གི་སྐལ་ངན་འདྲ་མང་པོ་ཅིག་བྱུང་པས་ལོ་རྒྱུས་འདྲ་བཤད་འདུག་ཁོ་རང་ཚོ། འོ་བ་ཐུགས་སུ་བཅང་ཡོང་དེ་ནི་ཁོ་རང་ཚོ་གི་ད། ཅིག་གུ་རུ་རིན་པོ་ཆེ་ལ་ཞི་བ་འདྲ་ཕོར་བ་མིན་འགྲོ་ལྟ་ཅི་དེ་གུ་རུ་རིན་པོ་ཆེ་ག་ནི་ད་བཀྲག་དེ་ལ་ནི་ཕྱག་ཕོར་དེ་བཙུགས། དེ་བཙུགས་ནས་ནི་ཕོར་བ་གི་ཤུལ་ནས་ད། ཆུ་དེ་བདུད་རྩི་ནང་བཞིན་གི་ད་ཆུ་མང་པོ་ཚུར་བབས་ཡོང་བ་རེད། གྲོང་དུ་བབས་ཡོང་དེ་ལྟར་ཆུ་དེ་གི་ད་སེམས་ཅན་ལ་ཕན་པར་བ་ཕན་མི་མི་ཟེར་གི་ཆུ་དེ་ཡང་ཅིག་གཞན་དང་མ་འདྲ་བའི་ཅིག་ག་རེ་ཟེར་བ་ར། ད་ཅིག་སྨན་གི་ཆུ་འདྲ་བོ་བདུད་རྩི་གི་ཆུ་ནང་བཞིན་དེ་འདྲ་གི་ཅིག་ཅིག་ནུས་པ་ཅན་དེ་འདྲ་ཡོད་ཟེར་ཁོང་ཚོ་དེ་འདྲ་མང་པོ་ཟེར་གི་འདུག་དེའི་གསུང་དུ་ཆུ་ཁེངས་བ་གཉིས་དེ་འདྲ་ཡང་མང་པོ་ཡོད་ར། དེ་ནས་བྲག་གི་ངོས་ལ་ནི་མགོ་རུ་རིན་པོ་ཆེ་གི་ཤེས་རིག། གྲོང་ཡོད་རེད་ཟེར་དེ་འདྲ་དེ་འགན་དེ་འདྲ་ཡོད་འདུག་ཨ་ནི་བྲག་གི་རྩེ་མོ་དེ་ལ་ཁོང་ཚོ་མཁའ་འགྲོ་དེ་འདྲ། གཏམ་ལ་དྭགས་པ་དེ་འདྲ་རེད་ཟེར་དེ་འདྲ་གི་གནས་ཚུལ་ཡང་འདུག། ད་ལྟའི་ལྷ་འདྲེ་ག་གང་གི་ནང་ན་ནི་བོན་མོ་ཚ་མུག། བལ་མོ་ཚ་རོང་ཁྱི་མོ་བྱང་ཆུབ་རི་མེ་ཏོག་པད་མ་དགུན་གཅིག་སྐྱ་བྷེ་ནི་ཨོ་བརྒྱན་པད་མ་འབྱུང་ནི་སྐུ་སྙུག་མཛེས་བཟོ་སྟེ་སྐུ་སྙུག་སྤུངས་པ་གཅིག་བྱུང་ནི། ངོ་སེ་ཡ་གཅིག་ཡོད་ད་དེ་དེ་འདྲི་གི་ནི་ཁོ་རང་ཚོ་སུ་གི། ད་དགོངས་དག་གིས་སུ་སུ་གིར་ཏི་དེ་ལ་ནི་ཁོ་རང་གི། དཔུང་པ་དེ་འདྲ་ཅིག་བསྐྱོངས་པར་དེ་བྱོན་ཏེ་གུ་རུ་རིན་པོ་ཆེ་གི་ཕྱག་གིས་བཟུང་ནས་ནི་འོ་ཞག་ནང་ལ་བཅུས་ཏེ་བར་དུམ་ཞག་རེ་ཟིན་ཨ་ནི་ཕྱག་རྒྱ་གི་མ་ནི་གཤོག་པ་ངོ་བོ་ཡག་ཅིག་གཟིགས་ཀྱི་ཡོང་སྟེ། ལངས་ནས་ཅིག་གཟུགས་འདི། ཨ་ནི། ད་དཔུང་པ་མིག་གི་སྤུ་མོ། མི་འདྲ་བ། ལྷ་གི་ནི་སྲིང་མོ་འདྲ་བ་དེ་འདྲ་ཞིག། འོ་ཞག་ནང་དེ་འདྲས་ཐོན་པ་རེད། དེ་དོན་ཏེ་ནི་ད་གུ་རུ་རིན་པོ་ཆེ་གི་ཕྱག་རྫོགས་བཀའ་སྩལ་བ་རེད། འོ་བ་ཀ་ཟེར་བ་རེད། ད་ང་རང་ཚོ་ནི་མིག་གི་བུ་མོ་མ་ཡིན། ཟབ་བཏགས་ཡིན་ཟེར་ཁོ་རང་ཚོ་དེ་འདྲ་བཤད་འདུག་ཨ་ཙེ་ཅེ་དེ་ནས་གུ་རུ་ཆེན་པོ་རིན་པོ་ཆེས་ཁོ་རང་ཚོ་འདི་གཏམ་ལ་ལྟ། ག་རེ་ཟེར་གོ་རེ། དེ་ནས་ཁོ་རང་ཚོ་ད། འདི། ཁོ་རང་ཚོ་ཡིན་ན་གུ་རུ་རིན་པོ་ཆེ་ལ་ག་རེ་ཟེར་གོ་རེ་ད། སྲོག་གི་སྙིང་བོ་དེ་ཕུད་ཨ་ནི་གུ་རུ་རིན་པོ་ཆེས་ག་རེ་གསུངས་པ་དེར་ཁོ་རང་ཚོ་ཉན་གི་ཡིན་ཟེར་ནས། དེ་ནས་ཁོ་རང་ཚོ་ད་ཅིག་གར་སོང་བ་གུ་རུ་རིན་པོ་ཆེས་ཁོ་རང་ཚོ་ལ་དབང་བསྐུར། འོ་ཐུགས་སྲས་ཅན་ཁོ་རང་ཚོ་ད་ཅིག་ཁས་ལེན་འདྲ་མོ་འདྲ་མང་པོ་ད་གུ་རུ་རིན་པོ་ཆེས་ག་རེ་གསུངས་པ་ན་ཁོ་རང་ཚོ་ཁས་ལེན་བྱེད་ཀྱི་ཡིན་ཟེར་གི་འོ་དེ་འདྲས་ཅིག་ཅེས་ནས་ནི་ཁོ་རང་ཚོ་དམ་ལ་བཏགས་པ་གི་གནས་ཚུལ་དེ་འདྲ་ཡིན་བཤད་ཡ་འདུག།

གཙང་ཁ་ལ་ཡི་ལ་ཐོག་ཏུ་སྒྲ་ལི་གི་ཉིས་བཏགས་ལ་དོ་ཡི་ནི་ཚ་ཡི་ཚ་བཞིན་དུ་ལྷ་ཡི་གི་ཉིས་བྲིས་པ་ཅན་ཉི་ཤུའི་ཚ་གཅིག་དམ་ལ་དག་སེར་གཅིག་བཏགས་ན་སོ། ཡི་བ། བ་སྟེ། དེའི་ནང་ལོགས་ནས་ད་གཙང་ཁ་ལ་དེ་འགའ་སོང་བ་ཡིན་པ་གཙང་ཁ་ལ་འགྲོ་དུས་གཙང་ཁ་ལ་གི་ནི་ས་ཆ་དེ་གི་རིའི་དེ་གི་མིང་ལ་ག་རེ་ཟེར་གི་འདུག་ཟེར་ན། ག་རེ་ཟེར།

ད་འོང་གཅིག་གི་ནི་ཡིན་ཟེར་ཡ་ཙང་ཚིག་རེད་མི་འདུག་ད་རིའི་སྟེང་གི་ཙང་ཙང་ཀ་ལ་གི་ཡ་རིའི་སྒང་ལ་འགྲོ་དུས། རིའི་སྒང་གི་ད་གི་ལྷ་ཁང་གཅིག་འདུག་ལྷ་ཁང་གཙོ་བོ་དེ་ཡ་ནི་ཁོ་རང་ཚོ་མ་ཧ་དེ་བི་ཟེར་གི་འདུག་མ་ཧ་དེ་བི་ཟེར་ན་ད་ལྷ་འོང་གཅིག་ལ་ཤི་བ་ཡིན་ཟེར་གི་རེད། མ་ཧ་དེ་བི་ཟེར་གི་འོང་གཅིག་གི་ནི་རེད་ཤག་ནི། འོ་དེ་ལ་ལྷ་ཁང་ད་ལྷ་ཁང་གཅིག་བཞེངས་བཞེངས་འདུག་ལྷ་ཁང་དེ་ན་འདི་མ་ཧ་དེ་བི་ཁོ་རང་འདུག་དེ་ལ་ཚོགས་འཁོར་ཡིན་དེ་ནི་ང་ང་ཚོ་འགྲོ་དུས་ནེ་བ་རེ་ཁ་ཤས་ཅིག་སླེབས་སོང། ཁོང་ཚོ་དེ་ལ་ཚོགས་འཁོར་གི་སླེབས་སོང། དེ་ལ་ཡང་ནི་ཚོགས་བསྐོར་ནས་ཅིག་གསོལ་བ་འདྲ་བལྟ་བ་ཡིན་ན། ཡང་ཅིག་བུ་གུ་ཏུ་ཚོ་ཅིག་གནས་སའི་འདྲ་བོ་བྱུང་བ་དང་ཏུ་ཚོགས་ནས་ཤི་བོ་ཕན་གི་རེད་ཟེར་ཁོང་ཚོ་དེ་འདྲ་བྱེད་ཀྱི་འདུག་དུས་ཅིག་ནས། དེ་ཡང་ཡིན་འདུག་གི་གར་ཆག་གི་རེད་ད་ཤི་བ་གི་ནི་ཡིན་ཟེར་དེ་ནས་ཁོ་རང་ཚོ་ངེས་འཛིན་བྱེད་ཀྱི་འདུག་ད་ལྷས་ཁང་ལྷ་ཁང་ཏུ་ཚོ་དེ་ཚོས་ཅིག་གསར་པ་འདྲ་བོ་རེད་ཤག་རྙིང་པ་དེ་རེད་མི་འདུག་ད་དེ་ཁྲིད་དེ་ལ་ང་ཚོ་ཙང་ཁ་ལག་གི་ད་དགྲ་ནི་གི་གཉིས་གཏམ་ལ་མགུར་རིན་པོ་ཆེ་གི་གཏམ་ལ་བཏགས་ས་དང་མགུར་རིན་པོ་ཆེ་ཁོ་རང་སྒྲུབ་པ་ཉམས་ལེན་བྱེད་ས་ཡིན་ཟེར་ད་ཁང་པ་རྙིང་པ་འདྲ་བོ་ཅིག་ཐབས་ཆག་འདྲ་བྱེད་འདུག

ང་ནི་གཞིས་འགོ་དེ་ལ་གུ་རུ་རིན་པོ་ཆེ་གི་ད་ཆོས་རེ་འགའ་གི་གནས་བསྡུ་དུ་ཚང་མ་ལ་ཁོང་རང་གི་སྤྱི་འགྲམ་ན་ཡོད་ས་རེད་ད་དེ་འདྲ་གཏམ་ལ། ད་ལྷ་དྲེགས་པ་ཅན་ཟེར་གོ་ར་ལྷ་དྲེགས་པ་ཅན་མ་རུང་བ་ད་ཅིག་བདེ་སྟོང་གསུམ་པོ་ལ་སོགས་པ་དེ་འདྲའི་མང་པོ་ཅིག་གནས་ཡོད་ས་རུ་ད་ཡིན་དུས་ཡིན་དུས་ཁོང་རང་ཚོ་ཤ་དང་ཁྲག་གི་ཆོ་ག་མང་པོ་ཕུལ་བཞག་གི་རེད་དུས་ཅིག་དེ་དུས་སུ་གུ་རུ་རིན་པོ་ཆེ་གི་ཅིག་གཏམ་ལ་བཏགས་ཡོད་ས་རེད་བསམ་བསམ་འདྲ་ཅིག་དྲན་གི་འདུག། ད་ཁོང་ས་བཀྲ་དང་ཁོང་ཚོ་ལོ་གཅིག་ནང་བག་སྟག་ལོ་གཅིག་ཟེར་ན་ད་ལོ་གཅིག་ནང་ཡོང་མ་ཐལ་ཁོང་ཚོ་ད་དེང་སང་གང་ནི་ངོ་སྤྲོད་སྐབས་ཀྱི Introduction འདྲ་བོ་བྱེད་བ་ར་ཁོང་ནི་བ་ལེགས་ད་ནི་སྐོར་ལ་འགྲོ་དེ་དེ་འདྲས་ཀྱི་ཁོ་རང་ཚོ་ཅིག་འདུག་དེ་ནི་ས་བཀྲ་གི་ནང་ན་བག་སྟག་ཚལ་ཡོང་དེ་མང་པོ་ཅིག་དེ་ནི་ང་རང་ཚོ་ནང་པ་གུ་རུ་རིན་པོ་ཆེ་གི་སྤྱན་ལམ་ནང་སར་སྤྱིན་ཅི་ལབ་ས་གི་ནི་མང་པོ་ཅིག་དེ་ནི་ཨིན་རྡུ་གི་དབང་ཕྱུག་གི་ནི་རེད་འདུག། བ་ཐུགས་ཟེར་རེ་བཞག་འདི་ཇི་ལྟའི་རྟགས་དེ་རིང་ནས་བཤད་དུས་དེ་ཙམ་ཟེར་ཅེས་སོགས་འདི་ནས་ང་ལ་ཁ་ཚང་བ་བར་དོན་སྤོད་ཀྱི་ནས་དྲི་བ་ཅིག་བཏང་སོང་བ་དང་དྲི་བ་དེ་ང་ཅིག་ལན་ཏག་ཏག་ཅིག་བརྒྱབ་ཡ་མི་འདུག་ད་ཡིན་ན་ད་གསར་བརྗེ་མ་གཏོང་ཙམ་སོང། འོ་ད་ང་ཚོ་ཅིག་ཚོང་པོ་ནོར་བུ་བཟང་པོ་ཟེར་ཡ་ཅིག་བཤད་འདུག་ད་ཚོང་པོ་ནོར་བུ་བཟང་པོ་ཁོ་རང་བལ་ཡུལ་གྱི་མི་ཅིག་རེད་བཞག་ཟེར་གྱི་འདུག་ཁོང་ཚོ།

ང་ཚོ་ཀྱི་ཚོང་པ་ནོར་བུ་བཟང་པོ་ཟེར་ཡ་ཅིག་ཡོད་བ་དེ་ཁོང་ཚོ་ཤང་ཀར་ཟེར་ཡ་ཅིག་ཡོད་རེད་ཤང་ཀར། ཨོ་ཤང་ཀར་ཟེར་ནས་ནི་པ་ལི་ན་ད་ཚོང་པ་ཕྱུག་པོ་ནི་སྐད་གྲགས་ཆེན་པོ་དེ་འདྲ་ཅིག་བྱུང་བ་ཤང་ཀར་དེ་ད་ཤུ་ཆེ་ཆེ་གོ་ན་བོད་དང་ནི་ནི་པ་ལི་གཉིས་བར་རུ་དེ་ལ་ཚོང་བྱེད་པ་རེད། ལྟོས་ཟེར་གི་འདུག་ལྟོས་ཀྱི་དེ་ཤང་ཀར་ཟེར་ཡ་དེ་ད་ལི་ཙཱ་བི་གི་ཆུ་ཁུག་ལ་རེད་འདུག་ལི་ཙཱ་བི་གི་ཆུ་ཁུག་ལ་ཡིན་དེ་ཤང་ཀར་དེ། མར་ལག་གི་རིགས་ཡིན་ན་ད་ང་ཚོ་ནེ་བ་རེ་གི་རིགས་ཡིན་ན་ད་དེ་གསལ་བོ་ཅིག་ཤེས་ཀྱི་མི་འདུག་ད་མང་ཆེ་བ་ཀི་ང་ཚོ་ཅི་ནེ་བ་རེ་གི་རིགས་ཡིན་པ་འདྲ་བོ་དེ་འདྲ་ཤེས་མཁན་ཡང་འདུག་བ་དེ་རེད་སྲིད་ད་མང་ཆེ་བ་ཚོང་པོ་ནོར་བུ་སོང་པོ་ཚོ་ནི་བོད་པ་མ་རེད་དེ་ནི་པ་ལི་གི་རིགས་ཡིན་སྲིད་ནི་པ་ལི་ཤང་ཀར་སེ་ག་ནི་དེ་ཡིན་སྲིད་ད་དེ་ལ་བོད་པ་ཚོ་ཚོང་པོ་ནོར་བུ་སོང་པོ་སི་ནི་ད་ཅི་དེ་དག་དེ་ཀུན་ན་ནི་ཅིག་གར་སོ་བར། ད་རྣམ་ཐར་དེ་ལ་ཅིག་རྟོགས་བརྗོད་རང་བཞིན་གྱི་རྣམ་རང་མོག་པོ་ཅིག་བཟོ་བྱ་རེ་མ་བྱེད་ཡིན་ཏེ་ཤང་ཀར་སེ་ཡ་དེ་ཡིན། ད་བདག་གི་བུ་དག་ཁ་སང་དཔར་བདུན་བུ་དགུ་ཅིག་བསྲེགས་ཡོད་པ་དེ་ས་ཆ་དེ་ལ་ནི་ཁྲག་མེད་ཟེར་གི་ཁྲག་མེད་གིས་ནི་ས་ཆ་དེ་བ་ལ། ཚོང་པོ་ནོར་བུ་བཟང་པོ་གི་ད་ཅིག་གར་སོ་བར། གནས་དེ་འདྲ་ཡོད་རེད་དུ་གཟུགས་ཚོམ་བུ་ནོར་བུ་བཟང་པོ་ཁོ་རང་གི་ནས་གར་བྱེད་དགོས་རེད་ད་ས་སྐྱ་དུ་གཟུགས་ཡོད་རེད་ས་སྐྱ་དེ་བ་དྲིན་རང་ལ་ཡོད་རེད་དེ་ནས་བར་ལྡན་བོད་ཀྱི་གར་ཚང་གཅིག་ཇོ་བར་ལྡན་ཨ་ཏི་ཤ་ཡི་གི་བཞུགས་གནས་གི་ཅིག་དེ་ཚང་མ་ནི་ཚོམ་བུ་ནོར་བུ་བཟང་པོ་གི་ཡིན་པ་འདྲ་བོ་ཅིག་དེ་འདྲ་བོ་ཅིག་གསུངས་གསུངས་བསམ་བསམ་ད་དེ་ཡིན་ནམ་ནང་ཅིག་ཅིག་ནང་གི་ཁོ་ནོར་དེ་ཡོད་ན་མི་ཤེས་ཨ་ནི་ད་དེ་དེ་ནེའུ་རོ་ནས་གར་བྱེད་དགོས་རེད།

ཁྲང་མིལ་ཁྲང་མིལ་བྷ་ཧེལ་ཟེར་གི་ཁྲང་མིལ་བྷ་ཧེལ་ཟེར་གི་རེད་ད་ཁོང་ཚོ་ནེ་པ་ལིར་ཁྲང་མིལ་བྷ་ཧེལ་ཟེར་གི་འདུག་བྷ་ཧེལ་འོ་དེའི་ས་ཆ་དེ་ཕུ་གེ་ལ་ཡོད་རེད་ཀར་ཟེར་བ་ར་ནིའུ་རོ་ཀྲི་གི་ཡ་ཡིག་སྒང་ལ་ཡོད་རེད།

མགུར་ཚིག་གི་ངས་གོ་མ་སོང་ཞེས་བསྟན་ཡོད་ད་དེ་ལ་ཇོ་བར་ནི་ཨ་ཏི་ཤ་དེ། བོད་ནས་བོད་ལ་ཕེབས་པའི་སྐབས་ཐོག་དེ་ལ་ཁོ་ཀླུ་གཉིས་ལ་བཞུགས་པ་རེད་ཟེར་ཁོ་རང་ཚོ་དེ་སྲིད་ཀྱི་དུ་ཀླུ་གཉིས་ལ་བཞུགས་ནས། དེ་ཀོ་ག་རེ་ཟེར་བ་ལག་ཁང་དེ་བཞེངས་པ་རེད་ཟེར་དེ་འདྲས་ཅིག་འདུག་ད་ཡིན་ན་ཡང་ལག་ཁང་དེ་ངོ་མེད་ཅིག་ཡོད་ས་རེད། ད་དེ་ལ་བྱེད་ཉེས་བྱེད་མཁན་གྱི་དེ་འདྲས་ཀི་ག་རེ་ཟེར་བ་རེད་ད། ངས་གྲྭ་བ་དེ་འདྲ་ཡོད་ཟེར་གི་འདུག་ང་དེའི་ནང་ལོག་ན་འཛུལ་བདག་གི་སོང་བ་ཡིན། བདག་གི་འགྲོ་དེ་ཁོ་རང་ཚོ་ད་ངོ་ནས་ཅིག་ངོ་མ་ཡིན་ན་འདི་གཙུག་ལག་ཁང་གི་ཅིག་རྣམ་པ་རེད་འདུག་དེའི་རྒྱབ་ལོག་ལ་བསྡད་ས་དང་དེ་ནས་དཔེ་ས་ཆ་དཔེ་ཆེན་པོ་རེད་འདུག་གྲྭ་བ་ཚོ་བསྡད་ས་དང་ལྷག་པ་སློབ་སྦྱོང་བྱེད་ས་དང་དེ་ནས་ས་ཆ་ཆེན་པོ་ཤོས་འདུག་ང་དེའི་ནང་ལོག་ན་འཛུལ་ནས་ལས་དེ་དེང་སང་ཁོ་རང་ཚོ་ངོ་ནས་བྱས་ན་དེ་སྐད་ཆ་འདྲ་བོ་མ་བཤད་ཚེ་ཅི་ནས་ཕར་འཛུལ་གི་ཅིག་མི་འདུག་ད་ང་གར་བརྩེ་བ་རེད་དེ་འཛུལ་འཛུལ་གྱིས་ཁོང་ཚོ་ད། དཀར་གསལ་བ་ལ་དེ་ཚེ་འཛུགས་གཅིག་སོང་དེ་ཕར་འཛུགས་ནས་ནི་པ་རུ་གཅིག་ནི་ཕར་འཛུགས་འགྲོ་དེ་ལྟར་ཁོ་རང་ཚོ་གནའ་སྔོན་མ་ག་ནི་ཉིང་པ་དེ་ནི་མི་བདེ་ས་འདྲ་བོ་ད་ཡོད་བ་དྲག་ཤག་འདྲ་བོ་དེ་འདྲའི་གི་བཟོ་ལྟ་འདྲ་བོ་དེ་འདྲ་དཔེ་ཆེན་པོ་འདུག་དེ་ཆོས་ལྡན་ཡང་འདུག་བ་དེ་རེད་ཤག་ད་གང་ལྟར་ཚོང་པ་ནོར་བུ་བཟང་པོ་དེ་ད་ག་རང་རེད་ད་ང་ཚོ་ནིའུ་རོ་ཀྲི་སེ་གི་དེ་མ་འོག་ད་རང་ད་ཡོད་རེད་བ་དེ་ཤང་ཀིར་སེ་ཡ་དེ་རེད་ཟེར་ད་དེ་གང་ལྟར་ཁོ་རང་ནེ་པཱལ་གི་ནེ་བ་རིགས་ཡིན་པ་དང་མ་ལ་གི་རིགས་ཡིན་པ་དེ་ཁོ་རང་ཚོ

འོ་བ་གནས་མང་པོ་ཡོད་ཙང་ནི་ཁྲག་མར་བྱས་ཡ་དང་གནས་མང་པོ་ཡོད་བ་དང་ད་དེ་ལ་མི་ཚོགས་མང་པོ་དེ་ནི་ཚོགས་ནས་འཛོམས་ནས་གནས་བསྐོར་ནས་དེ་འདྲ་ཅིག་ཅིག་སང་སང་ནོང་ནོང་འདྲ་ཅིག་ཡོད་རེད་བ། ད་དེ་འདྲས་ཀྱི་རྣམ་པ་ཅིག་ཡོད་ཡི་ཆ་ནས་ནི་དེ་འདྲ་ཁྲག་མིན་ཟེར་ནས་དང་བ་ཁྲག་མིན་ཟེར་གི་དོན་དག་དེ་འདྲས་ཅིག་རེད་འདུག་སེང་གེ་དེ་འདྲས་འདུག་ད་དེའི་ངོ་ནས་ཡིན་ནམ་མིན་ན། ཇག་གོ་མ་སོང། འོ་དེ་ནས་ངས་ནི་བ་རིག་གི་མི་ཁ་ཤས་ཅིག་གི་དེ་འདྲས་ཟེར་གི་འདུག་གོང་སོང། འོ་བ་དུག་སེ་ཡིན་ད་དེ་མ་ཤེས་དྲི་བ་དེ་ད་གཞན་པ། ད་ག་རེ་ཡིན་ན། དྲི་བ་གཙོ་བོ་དེ་དེ་ཉིད་ཡིན་བསམ་སོང། འོ་དེ་ནས་ད་དྲི་བ་ཧ་ལམ་དེ་ཉིད་ཡིན་ས་རེད། དེ་ད་ལྟ་ཡང་ཅི་རེད་ཅིག་ཉན་ཡོད། དེ་ཇི་སྟེ། ད་ཁོ་རང་ཚོ་གྲངས་མེད་ཟེར་ཡ་དེ་གི་དོན་དག་ཡང་དག་རང་བྱས་ནས་ཚོང་པོ་ནོར་བཟང་ཟེར་ཡ་དེ་དེ། བདེ་ཆེན་དང་པོ་ནོར་བཟང་དེ་ནི་པ་ལི་གི་ཐ་རྒྱལ་རབས་ཀྱི་བརྩིགས་པ་ནི་ལི་ཙྪ་བེ་གི་བཞི་འགོས་ལ་རེ་ཤ་ཟེར་གྱི་འདུག་ཁོང་ཚོ་ད་མ་ལ་གི་སྐབས་དང། འོ་དེ་འདྲ་གཅིག་རེ་ཤ་ཟེར་ཡང་དེ་འདྲ་མང་པོ་གཅིག་གི་དེ་འདྲ་ཟེར་གྱི་འདུག། མ་ལ་སྐབས་དང་ལ་དེ་ཚིག་ད་ང་གི་རེ་བ་ང་ཚོ། འོ་དེ་འདྲ་རེ་ཤ་འདུག་ཟེར་གྱི་འདུག་འདི་ཅི་དེ་ཁ་ཙ་ར་ཟེར་ཡ་དེ་ཁ་ཙ་ར། ཟེར་ཡ་དེ་དེ་ད། ག་རེ་ཟེར་དགོས་རེད། བདེ་འབྲས་རེད་འདུག་ད་ཁོང་ཚོ་ངོ་མ་ངོ་མ་ད་རྒྱལ་པོ་སྲོང་བཙན་སྒམ་པོ་གི་གག་ཏོག་དེ་ལ་སྲོང་བཙན་སྒམ་པོ་གི་དེ་བིར་ཀོ་ཏྲིས་ཟེར་དེ་ཆང་ས་ད་ནམ་མ་ལེན་པར་རང་ང་ཚོ་ད་རྩེད་མོ་ལ་ཤི་བར་འོ་ད་ཞེ་དེ། དེ་དང་འབྲེལ་བའི་ད་བོད་ཡིག་གི་ནི་ལས་རྩ་བའི་རིགས་དང་ད་བོད་པ་མང་པོ་ཞིག་དེ་ནི་ཅིག་ཆང་ས་རྒྱག་པ་ལས་གང་བཟོ་དེ་འདྲ་ཟེར་གི་འདུག་ད་མང་པོ་ཞིག་ད་རྒྱ་བའི་མི་གང་ཞིག་དེ་ཡིན་ན་ད་རྒྱལ་པོ་གི་རྒྱལ་ཁབ་གཉིས་བར་ཅིག་གཉེན་སྒྲིག་ཅིག་ཡོང་དུས་དེ་དང་འབྲེལ་བའི་སྒང་ནས་ཡང་ཅིག

ཅིག་ཡོད་རེད་ད་ངས་དེ་མིང་དང་ག་དུས་ཀ་དྲན་གི་མི་འདུག་ལོ་གཅིག་བ་ཞིག་འོ་དོད་རྒྱང་ཐག་ལ་བབས་སོང་ནས་ནི་སྐུ་འདྲ་དང་འདི་འདྲ་མང་པོ་བཟོ་ཡོད་རེད། ད་ལྟ་རྒྱང་ཐག་ན་ཁོ་རང་གི་ཅིག་བྱ་ལག་ཐང་དུ་ཚུར་འདུག་སྲིད་འདུག་ཨོ་དེ་འདྲའི་ཅིག་ནས་ནི་ཁོ་རང་ཚོ་ལག་ཤེས་བ་རེད་ལག་པ་ག་འདྲ་འདྲ་མི་འདྲ་བཟོ་ཞིག་ཡོད་རེད་འོ་དོད་ཅིག་དེ་ད་ཁོ་རང་ཚོ་དེ་འདྲའི་ག་ལེ་ག་ལེ་བྱས་ནས་ནི་བོད་ལ་ལྷ་ས་གི་ཕྱོགས་དེ་ནས་མང་པོ་ད་བསྡད་འདུག་བསྡད་དེ་ཙམ་པ་ལ་སྒོར་ཁ་རྒྱག་གི་སྐབས་ཐོག་དེ་ལ་ད་སྒོར་ཁ་དེ་ཡང་ང་ཚོ་བོད་ལ།

གནའ་སྔོན་མ། བོད་དང་ཡར་མར་འབྲི་བ་གཅིག་ས་དང་དུས་ཀྱི་ནི། ད་ནི་བ་དེ་ནི་བ་རིགས་ཁོ་རང་ཚོ་གི་སྡེ་ས་ཡིན། གཞིས་ཀ་རྩེ་ཟེར་ཡ་དེ་ལ་ཁོ་རང་ཚོ། ནི་བ་རིགས་ཀ་གཞིས་ཀ་ཅུ་ཟེར་གི་རེད་གཞིས་ཀ་ཅུ། གཞིས་ཀ་ཅུ་ཟེར་ཛམ་པ་ལ་མི་ཚང་བཅུ་དེ་ནི་སྡེ་བ་རེད་ཟེར་དུས་ཀྱི་ནི་ཁོ་རང་ཚོ་གཞིས་ཀ་ཅུ་ལབ་པ་རེད་ཟེར་གི་འདུག། དེའི་སྔ་ལ་འོ་མ་དེ་ཤེག་བྱ་གཅིག་ག་ཁོ་རང་ཚོ། ང་ཚོ་ཡར་མར་ཁ་ཆེ་ཆེ་ཡོང་དེ་ནི་ཁོ་རང་ཚོ་དེ་འདྲི་ཟེར་གི་འདུག།

གཅིག་བོད་པ་སྐད་ཡིན་ནོག་ནོག་བྱེད་ཀྱི་ཡོད་རེད་དེ་ད་བོད་སྐད་ངོ་ནི་མ་རེད་དེ་ང་ཚོ་ནི་ནི་བ་རིའི་སྐད་ཡིན་སྲིད་ནི་བ་རིའི་གཞིས་ཀ་བཅོས་སྲིད་ན་མི་ཚང་བཅོས་ཀྱི་བསྡད་ས་ཡིན་ཟེར་གྱི་ཡོད་རེད་ཟེར་ཁོ་རང་ཚོ་དེ་འདྲ་ཟེར་གྱི་འདུག་དེ་ཇི་སྟེ་ད་ནི་བ་རིའི་གི་སྐད་དང་བོད་སྐད་ནང་ལོག་ན་ད་ད་ངོ་ནི་དྲང་བདེན་གྱི་དགྲ་བོ་དེ་འདྲ་མང་པོ་ཡོད་རེད། དེ་ནི་ད་ང་ཚོ་བོད་སྐད་ཀྱི་ད་ད་རྙིང་པ་གི་ཟེར་ན་འགྲིག་གི་བ་རེད་ད། བཀའ་ཁྲི་མ་འགྲོ་ལ་ང་ཚོ་གཅིག་ཁོ་ཁམ་ཡམ་བུ་ཟེར་གྱི་འདུག་ཨ། ཀཱ་ཏི་མན་དུ་ལ་ཡམ་པོ་ཟེར་བ་དང་ནི་བ་ཏྲིན་ལ་ཡེ་རང་ཟེར་བ་དང་བོ་ད་པོ་ལ་གྷོ་གམ་ཟེར་བ་དེ་ཚོ་ནེ་བ་ལའི་ཁོ་རང་ཚོ་དེ་ཟེར་གི་འདུག་ཨ། ཁོ་རང་ཚོ་ད་གྷོ་གམ་དང་ཡེ་རང་ཡམ་པོ་ཟེར་ནས་དེ་ད་ག་རང་ང་ཚོ་བོད་ཀྱི་སྒྲ་ཇི་བཞིན་དུ་མཐོང་གི་མི་འདུག་ད་ཁོང་ཚོ་བོ་ད་པོ་ལ་ཁོམ་པོ་ནས་ཅིག་ཟེར་གི་འདུག་ཨ་ནི་བ་ཏྲིན་ལ་ཡེ་ཟེར་གི་འདུག་ཨ་ནི་འདི་ཀཱ་ཏི་མན་དུ་ལ

ད་སྤུན་སྤུན་ཡང་མ་རེད་རྟ་ཡང་མ་རེད་བཀྲིས་བདེ་ལ་ཁ་ཚོད་ར་བྱེད་ཀྱི་འདུག་སྟབས། ཁ་ཚོད་ར་བྱེད་དེ་ཁོང་ཚོ་དེ་འདྲ་བྱེད་ཀྱི་འདུག་ཨ། རྟ་ངོ་མ། ད་ག་རེ་ཟེར་བ་རེད་ཚོང་བརྒྱབ་ནས་ཡར་མར་འགྲོ་ད་སྤུན་སྤུན་གྱི་ཚོང་བརྒྱབ་ན་ཐག་རིང་པོ་རེད་སྤུན་སྤུན་ལ་ཁ་གི་ནས་ཡར་མར་འགྲོ་དེ་སྤུན་སྤུན་དེ་ད། ག་རེ་ཟེར་བ་རེད་ཁོ་ཡང། གཟུགས་སྟོབས་ཡང་ཆུང་ཆུང་གྱིས། ད་གཟུགས་སྟོབས་ཆུང་ཆུང་དེ་ཁོ་ནི་བ་ཡང་ད་རྟ་དང་བཀྲིས་ནང་བྱེད་ཀྱི་ནི་བ་དེ་འདྲ་མེད་རེད་བ་ད་བྱེད་དེ། ད་ཁོ་རང་ཚོ་བཀྲིས་ཟེར་དེ་བེད་སྤྱོད་གཏོང་དེ་ཚོང་བརྒྱབ་ནས་ཡར་མར་རྒྱུགས།

འོ་དེ་འདྲ་ཅིག་ཡིན་ས་རེད་བ་དེ་ཅི་དེ་ཡང་ནི་བྲིས་དེ་ལ་ཁ་ས་ར་ཟིག་ག་ད་བྲིས་དེ་གི་སྒང་ནས་ད་བྱ་ལག་ཏུ་ཚུ་བ་འོ་ཚུ་ཁི་འོ་ཏུ་ཚུ་ཅི་ཡ་ད་དེ་འདྲི་གི་བྲིས་ཆང་ཆང་གི་སྒང་ནས་བྱ་ལག་དེ་ཡ་མ་ཚོང་ཅི་ནས་དེ་གི་ཏུ་ཚུ་ལ་དེ་འདྲི་ཁ་ས་ར་ཁ་ས་ར་ཁ་ས་ར་ཟེར་ནས་ཁ་ས་ར་ཚུ་བྲིས་རོ་ད་ད་བྲིས་གི་ཅིག་ལ་འགྲོ་གི་ཏུ་ཚུ་ལ་ཁ་ས་ར་ཟིན་ཡང་ནི་ཅིག་གོ་དེ་ལ།